དགོད་བྲོ་བའི་རྩེད་ར་ནང་བཞུགས་པའི་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་སྦྲགས་ནས་སྐུ་སྒེར་ལི་ཧེང་ཁྲེང་གྱིས་བརྩམས་པའི་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་ཟེར་བའི་དེབ་དེ་གའི་ཆ་ཤས་དུམ་བུ་གཅིག་སྟེ་དུམ་བུ་མཐའ་མ་དེ་མ་ཞོལ་གྱི་རྩིས་བརྒྱུད་ཡོད། དེ་རིང་བཤད་རྒྱུ་གཙོ་བོ་བ་དེ་དུས་རབས་བཅུ་དགུ་པའི་ནང་གི་ཟི་ཁྲོན་སྤྱི་ཁྱབ་ཀྱིས་གནང་སྟངས་དེ་ཚོ་ལ་ལྟ་ཡོང་དུས་བོད་དེ་རྒྱ་ནག་གི་ཆ་ཤས་མ་ཡིན་པ་ཧ་གོ་ཐུབ་ཀྱི་འདུག་ཟེར་ཐིག་གོ་དེ་གཙོ་བོ་ཤོད་ཅེས་སྔོན་ལ་ཁ་སང་ཤོད་རྒྱ་བ་དེ་གིས་གནོན་པའི་འདྲ་བརྒྱབ་དགོས་ཁ་ཤས་ཀྱིས་ཞུས་པ་ཡིན་ན། ཁ་སང་ང་ཚོའི་གཙོ་བོ་དེ་དབྱིན་ཇི་གི་བོད་ལ་བཙན་འཛུལ་བྱེད་བའི་གི་སྐབས་ཀྱི་ནི་བྱེད་ལོ་བྱེད་སྟངས། བཤད་ལོ་བཤད་སྟངས་བཤད་རྒྱག་བའི་ཡིག་སྐྱ་དེ་ཚོ་བལྟ་ཡོང་དུས་ནི་བོད་དེ་སྐབས་དེ་དུས་རྒྱ་ནག་གི་ཆ་ཤས་རེད་མི་འདུག་ཟེར་དེའི་སྐོར་དེ། ཞུ་བར་བ། ད་དེ་དང་འབྲེལ་ནས་ཡང་ཅིག་ག་རེ་བཤད་ཀྱི་ཟེར་ན། ད་ཤེད་ཀྱི་རྒྱ་ནག་གི་མཁས་པ་ཁྲེན་ཆན་ཡན་ཟེར་ནས་ལབ་ཀྱི་འདུག་ལྟེ་བ་བཅས་དོན་གྲུབ་རྒྱ་དང་མཉམ་དུ་ལས་ཀ་བྱས་དེ་ཉིན་དེ་མན་འགྲོ་སོང་སོང་ལྟས་ངན་ཏན་ཏན་ཞུ་ཡ་མེད། འོ་དེ་གི་ཁ་སང་གོང་དུ། ཞོལ་སྡེ་བའི་སྐབས་དད་སྟོད་བོད་སྡོད་ཨམ་བན་དང། མཆན་གོང་མ། བ་ར་ཀའི་ཡིག་འབྲི་བཅས་ཡོད་རུང་བ། དེའི་ནང་ལོགས་ནི་གཙོ་བོ་ཆིན་རྒྱལ་རབས་དང་དབྱིན་ཇིའི་སྲིད་སྐྱོང་བར་ལྐོག་འབྲེལ་བྱས་ནས། བོད་ལ་དམག་དེ་རྒྱག་གི་ཡོད་པའི་སྐོར་གྱི་ཡིག་ཆ་དེ་ཚོ་དེ། ཁྲེན་ཆིན་ཡན་གྱིས་འགྱུར་བ་བཏང་ནས།

ཀོ་བ་མེ་བ་བཟང་ཡིན་ཟེར་བ་ལ་སོགས་པ་དང་གང་ལྟར། དབྱིན་ཇིའི་དང་ལྐོག་འབྲེལ་བྱས་པའི་ནག་དང་ཉེས་པ་མང་བོ་བྱས། བོད་དོན་བློན་ཆེན་ཨ་འབེ་དེ་ཚོ་ཡོད་པ་ལ་བརྟེན་ནས་ཨ་འབེ་གནས་དབྱུང་གཏོང་བ་རེད་ཟེར་ཏེ། ཨེ་མ་སྐེར་བ་ཅིག་གི་ནོར་འཁྲུལ་རེད་མདོག་མདོག་ད་དེ་འདྲས་ཤེས་དགོས་ཡོད་ཟེར་བ། དེ་ཚོ་དེའི་ཁེ་ལ་ད་ཡ་ཡོད་མ་རེད་སྐབས་དེ་དུས། གི་ཡིག་སྐྱག་དང་བོད་དོན་བློན་ཆེན་དེ་ཚོ་གི་ཉིན་ཐོ་དེ་ཚོ་ལ་ལྟ་ཡོང་དུས། ཁོ་རང་གནས་དབྱུང་བཏང་དགོས་ཡག་གི་ཉེས་པ་དེ་ཁ་གསལ་པོ་ཡོད། བ་ད་ལྟ་གི་རྒྱ་ནག་གཞུང་གི་ཤེས་བདེ་བའི་ཆེད་དབྱིན་ཇི་དང་འབྲེལ་བ་བྱེད་སྟངས་ཀྱི་ནོར་འཁྲུལ་གི་ཐོག་ནས་མ་ཡིན་པ། ལྐོག་ཟ་ལ་སོགས་པ་དང་ནོར་འཁྲུལ་གཞན་དག་གི་ཐོག་ནས

རྒྱ་ཆུ་བྱང་ང་བར་དུ། ད་ལྟ་དྲ་ཐོག་ཡིག་ཆ་ཁ་ཤས་དེ་ཡང་ན་རྒྱ་བྱ་སྒྲོ་ལགས་ཤི། ད་ལན་དེ་ཁོང་རང་གི་རྒྱ་བྱ་ང་ལགས་ཤི་དེ་གི་བར་དུ་ད་སི་ཁྲོན་གི་སི་ཆབ་གཅིག་གྱུར་གནང་མཁན་གི་ཆེན་རྒྱ་རབས་གི་བློན་པོ་སྐད་བརྡ་ཆེན་པོ་ཅིག་མི་ཚང་མ་གི་གུས་བཀུར་གྱི་འོས་པ་བྱེད་བསྡད་གི་ཡོད་པ་མཐའ་ད་འདི་བར་དུ་ལ་འོ་དེ་འདྲས་ཅིག་ཡོད་རེད། ཁོ་རང་གི་ཞལ་སྐྱིན་མང་པོ་ཞིག་རག་བཞག་ཡོད། ཁོ་རང་གི་པར་དེ་ཚོ་ལ་བལྟས་ཡ་ཡིན་ན་ང་ཚོ་གྲྭ་བ་བོང་བྲ་ཧོར་གྱི་ཨོག་ཙོང་རོང་པོ་ཡིན་མཁན་ཅིག་འོ་དོས་ཀྱི་མི་ཅིག་རེད་ཤག། སི་ཁྲོན་སྤྱི་ཁྱབ་སེ་ན་ཀོ་གོར་བ་ལྟ་བ་ཅན་ཁྲི་འདི་ལྟ་བུ་བསྡད་ཀྱི་མེད་འགྲོ། ང་ཚོ་བོད་ཀྱི་ས་མཚམས་ཀྱི་ད་རྒྱ་ནག་གི་ཞིང་ཆེན་བོད་དང་ཐག་ཉེ་ཤོས་ཀྱི་ཆགས་ཏེ་ཡོད་རོ། འོ་དེ་ཧ་གོ་དགོས་འགྲོ་ཅི་རེད་ཤག་ད་གང་ལྟར་དེ་གི་ཡིག་སྐྱག་ཁག་དང་ཨ་ནི་རྒྱ་ནག་གཞུང་གི་བྱེད་སྟངས་ལས་སྟངས་དང། སྐབས་དེ་དུས་ཀྱི་བོད་དང་འབྲེལ་བ་བྱུང་བའི་སྐོར་ནས་བལྟ་ཡོང་བའི་སྐབས་སུ་ནི་བོད་དེ་སྐབས་དེ་དུས་རྒྱ་ནག་གི་ཆ་ཤས་མ་ཡིན་པ་སྲིད་པ་ཆགས་ཀྱི་འདུག་སྲིད་ད་ལྟའི་ཆ་ལོག་ཆ་སྟངས་དང་ཡང་ཕྱོགས་མང་པོ་དང་རྣམ་གྲངས་མང་པོ་སྒོ་དུ་མ་ནས་ཤེས་ཀྱི་འདུག་ད་དེ་གི་ནང་ལོགས་ནས་དཔེ་མཚོན་འདྲ་བོ་གཅིག་བཙུགས་ཁེལ་ཡོང་བ་ཡིན་ན།

ཨ་ཆེན་རྒྱལ་རབས་ཀྱི་བྱུང་རྗེས་ཀྱི་འོག་ནས་སི་ཁྲོན་སི་ཁྲེབ་ཀྱིས་ཤག་རོགས་ཞུ་བའི་ཐོག་ནས་ཁོ་ཚོ་བོད་ལ་ཡོང་ཡས་ལས་ད་བཀག་འགོག་བྱེད་ཐུབ་ཡས་སྐད་ཡོད་མ་རེད་བ། ཆེན་རྒྱལ་རབས་ཁོང་དོན་ཡིན་ན་བོད་དེ་དེ་ཚོ་དེ་མ་ཡིན་པ་གཅིག་གོ་གོ་ཐུབ་རེད་ལ་ད་ཁོ་གས་གནད་འགག་གཙོ་བོ་འདྲ་བོ་དེ་ཤོག་རྒྱབ་ས་དེ་གར་རྒྱག་གི་ཟེར་ན། ད་གནས་སྟངས་དེ་དང་འབྲེལ་ནས་ད་འདི་རྒྱ་ནག་ཡོངས་ཀྱི་དང་འཕྲོ་སྦྱོར་དང་རྫུན་བཟོ། མང་པོ་ཞོལ་གྱིས་བྱེད་ཀྱི་ཡོད་པའི་སྐོར་དེ་རྩར་དུ་བཏོན་ནས་མང་པོ་ཞོལ་གྱིས་མ་བྲིས་ཀྱི་འདུག་དེའི་རྒྱུ་ལོ་རྒྱུས་དེ་ད་དེང་སང་རྒྱ་ནག་གཞུང་གིས་ཞི་དྲག་གིས་བེད་སྤྱོད་བཏང་གི་ཡོད་རེད་ག་རེད་ཟེར་ན་ཁོ་ཚོ་བོད་ལ་ཡོང་མ་བཅུག་བ་རེད་བ། དེ་ལ་བརྟེན་ནས་ནི་བོད་མི་མང་གི་སེམས་ཀྱི་ནང་ལོགས་ལས་དབྱིན་ཇི་བཙན་རྒྱལ་རིང་ལུགས་དང་དབྱིན་ཇི་བཙན་འཛུལ་བར་ལ་ངོ་རྒོལ་མཐའ་གཅིག་ཏུ་བྱེད་ཀྱི་ཡོད་པ་མེད་རྒྱུར་སྲུང་ཤོབ་བྱེད་ཡག་གི་ད་ང་ཤོབ་འདྲ་བདེ་ཞུ་གི་ཡོད་པ། དེ་འདྲའི་གི་ཐོག་ནས་ད་དེ་གི་སྐོར་ལ་ནི་ལོ་རྒྱུས་མང་པོ་ཞུ་ཅི་ཤེས་ཐོག་མར་ཤེས་མཁན་དེ་ད་བཙུན་བཟོ་འདྲ་བོ་དེ་བྱས་ནས་དེ་ཤེས་མཁན་དེ་ཡང་ཧིན་ཀྲང་བྱས་ནས་དེ་གི་རྗེས་སུ་བོད་པ་གི་ནང་ལོག་ནས་ཆབ་དཔལ་དང་ནོར་འཁྲང་འཁོར་ཚོགས་ཀྱི་ཡ་ཧིན་ཀྲང་གང་གི་ཤེས་བ་དེ་ལེགས་ཤོས་རྐྱང་རྐྱང་བྱས་ནས། ཐ་ན་སྐབས་དེ་དུས་ཀྱི་དབྱིན་ཇི་རེད་ཟེར་ལབ་དེ་ཡ་གི་སྐུ་ཚབ་དེ་ཚོ་དེ་ག་བ་དེ་ཡིན་པ་ཙམ་གྱིས་ཡང་ཁོ་ཚོ་ཞིབ་འཇུག་བྱེད་མི་འདུག་ཟེར་ནས། ད་བཀའ་རྒྱུགས་དང་སྦྲགས་ནས་ཟིན་ན་མི་འདུག་ཟུར་ཟ་དང་སྦྲགས་ནས་ཟིན་ན་མི་འདུག་ང་དཔེ་མང་པོ་ཞུ་ཅི་མ་ཞུ་ཡི་འདུག་ཨ། ཡིན་ཡང་དེ་སྐབས་དད་ལྡོས་ཀྱི་སྐུ་ཚབ་ཚོགས་པ་དེ་སྐབས་དད་ལྡོས་ཟེར་དུས་ད་ཕྱི་ལོ་གཅིག་སྟོང་བརྒྱད་བརྒྱ་བདུན་ཅུ་དོན་གྲོང་ནས་བརྒྱད་བརྒྱ་བརྒྱ་བརྒྱ་ལྔ་གི་བར་གྱི་སྐད་ཆ་རེད་ད། ངའི་ལོ་ཚད་གཅིག་གྱ་གཉིས་ཉིན་དེ། སེམས་ནང་ལོག་ལོག་ཟིང་འདྲ་བོ་དེ་བྱུང་མ་སོང། གང་ལྟར་སྐབས་དེ་དུས་སྐུ་ཚབ་ཚོགས་སྐྱོང་གིས་འདུག་སྐུ་ཚབ་ཟེར་ཡ་མི་འདུག་ཨོ། ཏཱ་ཡིན་ཇི་ཀིར་སྒྲུབ་ཟེར་བ་ཚོགས་པ་གྱི་ཚོགས་སྐྱོང་གྱི་རེད་འདུག་ཨོ། དེ་ཚོགས་པ་དེའི་ཚོགས་སྐྱོང་དེ་དབྱིན་ཇི་རེད་ཟེར་ནས་ཡ་ཧེང་ཀྲང་གིས་བཞུ་ལ་དེ་ཡང་དབྱིན་ཇི་བཙན་བྱོལ་རིང་ལུགས་ཀྱི་བཙན་འཛུལ་བ་རེད་ཟེར། ཁོ་ཚོ་བོད་ལ་བཙན་འཛུལ་བྱེད་དགོས་འགྲོ་བའི་སྐབས་སུ། བོད་པ་གིས་ངོ་རྒོལ་མཐའ་གཅིག་ཏུ་བྱེད་ནས་ཀ་བ་དེ་གས། དབྱིན་ཇི་བཙན་རྒྱལ་རིང་ལུགས་ཀྱི་བཙན་འཛུལ་གྱི་བསམ་བློ་ལ་རྡུང་རྡེག་དྲག་པོ་ཅིག་ཐེབས་བ་རེད་ཕོག་བ་རེད། དཔེ་ཡག་པོ་བྱུང་བ་རེད། དེ་འདྲའི་རྐྱང་རྐྱང་བཤད་ནས་ད་དེ་སྐྱ་ཤས་ཡང་གིས་རྐྱང་རྐྱང་བྱེད་གི་ཡོད་རེད། དངོས་གནས་བྱས་པ་ཡིན་ན་སྐབས་དེ་དུས་ཡོང་མཁན་གྱི་ཚོགས་པ་དེ། ཨོ་ཧན། རྒྱ་རབས། ཧན། Empire། ལགས་དང། བཙན་རྒྱལ་ལགས་བྱུང་ན་ད་དེ་གའི་མི་སྣ་དེ་ཡང་ཚན་རིག་གི་ཐོག་ནས་རྩ་བརྩི་མཁན་དང་ཁོར་ཡུག་གི་གནས་སྟངས་ལྟོགས་རྒྱབ་བྱེད་མཁན་གྱི་ཚོགས་པ་ཅིག་རེད་དེ་དབྱིན་ཇི་ཁོ་རང་མ་རེད། ད་ཡ་ཧན་ཀྲང་ཁོ་ཚོ་གིས་དེ་དབྱིན་ཇི་ཡིན་དང་མིན་གྱི་དབྱེ་བ་ཙམ་གྱི། ཕྱིར་ཐུག་ཡོད་མ་རེད་ཟེར། ད་བོད་པ་དང་མི་མང་གི་ངོས་ནས་ཁོ་དབྱིན་ཇི་རེད་བསམ་ནས་བཀག་འགོག་བྱས་རེད་ཟེར་ནས་དོ་མ་འདྲི་བ་སྐད་ཡོད་མ་རེད་བ། མགོ་སེར་པ་ཚང་མ་དབྱིན་ཇི་ཡིན་ལུང་ལ་ཤ་བདེ་གི་རེད། ཡིན་ན་ཡང་ད་ཁོ་ཚོ་གི་ལོ་རྒྱུས་བྲིས་ནས་གཞུང་འབྲེལ་གི་ཡིག་སྐད་དེ་ཚོ་ད་ནི་ལོ་རྒྱུས་བཀྲལ་ཡོང་གི་ཡོད་ཟེར་ཡོང་དུས་ཁོ་ཚོ་ཀ་དེ་ཚོ་དབྱིན་ཇི་རེད་ཟེར་དང་དབྱིན་ཇིའི་བཙན་རྒྱལ་རིང་ལུགས་ཀྱི་བཙན་འཛུལ་གྱི་བསམ་བློ་འཆང་ནས་ཡོང་རེད་ཟེར་ནས་ད་དེ་ལས་ཚིག་མཚོན་གྱི་དགག་པ་བརྒྱབ། ཨོ་དེ་འདྲའི་གི་ཐོག་ནས་ད་ཞོལ་གྱི་མ་བྱས་ཡོད་ས་རེད་བ་ད་བྱས་ཡོད་པའི་སྐོར་དེ་ཚོ་ཕྱོགས་སྔ་མ་བྱས་ནས་ལུང་འདྲེན་བྱས་ཡོད་དོ། ད་ཨོ་ཧོང་བཙན་རྒྱལ་ཟེར་ཡ་དེ་ཨེམ་ཕ་རེ་ཟེར་ཡ་དེ་ཕ་རྗེས།

ནི་ཧང་ག་རི་གཉིས་གཅིག་ཏུ་བསྡོམས་པས་ད་ཨེམ་ཕ་ཡེ་ཏི། Austria Empire། ཟེར་ཏེ་བྱུང་འདུག་ལ། ཡོ་རོབ་ཀྱི་ནང་ལོགས་ནས་པ་ཇའི་རྒྱལ་ཁབ་ཆེ་ཤོས་དེ་ཡིན་པའི་བཟོ་འདྲ་བཤད་ཀྱི་འདུག་སྐབས་དེ་དུས་སྐད་ཆ་རེ་ད། ནི་དམག་སྐྱེལ་རྙིང་པའི་སྐབས་སུ། ནི་ཁོ་ལྟའི་ཚེ་ཕམ་ཉེས་འདྲ་བོ་བྱུང་ནས་མངའ་ཁོངས་དེ་དུམ་བུ་མང་པོ་འཐོར་འདུག་ལ། དམག་སྐྱེལ་རྙིང་པ་དེ་འདི་ནས་བརྩིས་པས། ད་ལོག་ཉའི་རྩ་ཡར་བཟུང་གི་རྗེས་མའི་འགྲོ་སྟངས་དེ་འདྲ་བྱེད་ཁེངས་ཡོད་རེད་བ། དེ་སྐད་སྔོན་ལ་ཀོ་པའི་རྒྱ་གར་སྟོབས་འབྱོར་ཆེན་པོ་བྱས་སྐབས་དེ་དུས་ཁོ་རང་གི་ཁྱབ་ཁོངས་ལ་དང་ཐད་ཀྱི་ཨོ་སི་ཁྲི་ཡཱ་བྱས་དེ་ནས་ཧང་ག་རེ་བྱས། དེ་གཉིས་དེ་ཕ་ཆེར་ཧྲིལ་པོ་འདྲ་བོ་བྱིན་པའི་བཟོ་འདྲ་རེད་ཤག་ད་ལྟ་མ་ཡིན་པའི་སྐབས་དེ་དུས་ཁོ་རང་གི་ཆ་ཤས་ལ་པོག་ལེན་འབྲས་ཀྱི་ཆ་ཤས་ཆེན་པོ་བཅས་དེ་ནས་ཡུག་ཁེན་རན་གྱི་ནུབ་ཕྱོགས་དུ་བཅད་ཤར་ཕྱོགས་དུ་སྐབས་དེ་དུས་ཨུ་རུ་སུ་རེད་འདུག་དེ་ནས་ཡུ་གོ་སི་ལ་བྷི་ཡ་བཅས་རོ་མཱེ་ནི་ཡ་བཅས་ཨི་ཏྲ་ལི་ཡ་བཅས་ད་རུང་རྒྱལ་ཁབ་ཆ་ངས་ཆུང་ངས་མང་པོ་བཅས་ཀྱིས་མངའ་སྡེ་གཅིག་ཚུད་གཉིས་ཚུད་བཅས་ནས་ད་ལྟ་ཡོ་རོབ་ཀྱི་རྒྱལ་ཁབ་ནང་ལོགས་ནས་སྐབས་དེ་དུས་ཆེ་ཤོས་ཀྱི་ཆགས་འདུག་ཨ་ནི་དེ་གའི་སྐུ་ཚབ་ཚོགས་སྐུ་ཚབ་ལབ་དེ་ད་ངས་ལྟ་བ་རེ་ཞིག་དེ་ཁ་ནོར་བསྡད་ཀྱི་འདུག་ཞིབ་འཇུག་ཚོགས་པ་གཅིག་ག་ས་ག་ལ་བཏང་འདུག་ཨ་ཡ་ཀ་ཨོ་རོ་སོགས་ནས་སྐྱོད་ད་རྒྱ་ནག་དང་ག་ས་ག་ལ་འགྲོ་ཐོབ་ཤག་ད་དེ་གི་ཞིབ་འཇུག་བྱེད་པའི་གི་ནི་ས་ཡི་གྲུབ་ཚུལ་དང་རྩ་རྩི་ཤིང་གི་ལོ་རྒྱུ་ས་ཆ་ག་བ་ལ་རྩི་ཤིང་ག་རེ་ག་ཚད་ཡོད་མེད་ཨ་ནི་འབའ་མི་ས་སིང་ཤ་རི་དྭགས་ལ་སོགས་པ་དེ་ཚོ་ཞིབ་འཇུག་བྱས་ནས་སྐབས་དེ་དུས་ཁོ་རང་ཚོ་ཚོགས་ཆུང་དེ་གའི་ག་ས་ག་ལ་ལྟར་འགྲོ་ཐུབ་ས་དེ་སོགས་ཀྱི་ཡུལ་ལུང་པ་ཚང་མ་ལ་ཞིབ་འཇུག་བྱས་པས་ནི་དེབ་ད་ལྟ་ཡང་ཁོ་བལྟ་རྒྱུ་ཡོད་དེ། བ་ག་ད་ཁོ་ཚོ་ཆབ་སྲིད་དང་འབྲེལ་བ་གང་ཡང་མེད་པ་དབྱིན་ཇི་མ་ཡིན་པ་མ་ཟད་ཆབ་སྲིད་དང་ཡང་འབྲེལ་བ་མེད་པ། Australia ནས་ཚན་རིག་གི་དེ་འབྲེལ་གྱི་ཏོག་དབྱིབས་ཚོགས་པ་ཅིག་ཡོང་འདུག་བ།

ཡིན་པའི་སྐད་ཆ་བཤད་ཀྱི་འདུག་ཁོ་སྟེ་དབྱིན་ཇིའི་གི་མི་ཡིན Australia ཡང་མི་ཡིན་ཧ་གོ་གི་ཡོད་མ་རེད་དེ་ག་ཚེ་དྲི་གནས་དེ་ཏོག་དབྱིབས་བྱེད་མཁན་གི་ཚོགས་པ་ཅིག་ཡིན་དང་ཆབ་སྲིད་པ་ཡིན་དེ་ཡང་ཧ་མ་གོ་བ་བྱེད་འདོད་ཅེས་བཤད་དེ་གི་རྗེས་ལ། བོད་ཀྱི་ལོ་རྒྱུས་བྲིས་མཁན་མཁས་པ་ང་ཡིན་ཁོ་ཡིན་ཚང་མ་གི་དེ་ལེགས་ཤོས་བརྗེད་ནས་ཐག་རང་མ་གཅིག་ནས་གཅིག་ལ་བཤད་བསྡད་ཀྱི་ཡོད་རེད། འོ་དེ་གི་སྐོར་དེ་ཤོག་ཆེན་པོ་ཞོ་འདྲ་བོ་ཅིག་བཤད་བཞིན་འདུག་དེ་ནས་དེང་སང་དེ་ལས་འགྲེལ་བཤད་ཅི་གར་རྒྱབ་ཡོད་རེད་ཟེར་ན། ད་དེ་འདྲས་ཀྱི་ཚོར་བ་དེ་དབྱིན་ཇི་ཡིན་པ་དང་དེ་ཡང་བཙན་འཛུལ་གྱི་བསམ་བློ་ཐོག་ནས་ད་གང་ལྟར་བོད་ལ་བཙན་འཛུལ་བྱེད་ཀྱི་ཡོད་པའི་སྐོར་དེ་མང་པོ་ཞོལ་གྱིས་དྲི་གི་ཡོད། ཨ་ནི་རྒྱ་ནག་རང་གིས་ཀྱང་སྐབས་དེ་དུས་དབྱིན་ཇི་བོད་ལས་མ་ཕྱིན་བ་དེ་ཡག་པོ་ཡིན་པ་ལ་དེ་འགྲོ་ཡ་ལས་བཀག་འགོག་བྱེད་ཀྱི་ཡོད་པ་འདོད་པ་མེད་ད་དེ་འདྲས་ཀྱི། ཡང་འགྲེལ་བཤད་བརྒྱབ་ནས་དེང་སང་དེ་བཤད་བསྡད་ཀྱི་ཡོད་རེད། ཡིན་ན་ཡང་སྐབས་དེ་དུས་ཡིག་ཆ་ལ་བལྟ་ཡོང་དུས། དབྱིན་ཇི་མཚོན་པའི་ད Australia ཡིན་ན་ད་ནག་ནུབ་ཕྱོགས་ཀྱི་མི་སྣ་དེ་ཚོ་རྒྱ་ནག་བརྒྱུད་ནས་བོད་ལ་བཏང་ཐུབ་ཡག་གི་འབད་བརྩོན་དེ་ཆིང་རྒྱལ་རབས་ཀྱིས་མང་པོ་ཞུ་བྱས་ཤག་དེ་ཀྱི་ནང་ལོགས་ནས་ཟི་ཁྲོན་གྱི་ཤེས་བྱ་གཏིང་པོ་ཕྲན་འདྲ་བོ་ཅིག་ཆ་མཚོན་པ་ཡིན་ན། སེར་སྐྱར་གྱི་མི་སྣ་བོད་དུ་བཏང་ཡ་ལས་ད་ཁོག་ལ་འགན་ཆེ་ཤོས་དེ་སྤྲད་ནས་ཁོ་རང་ངོས་ནས་བཤད་ཡ་ཡིན་ན་ཁོ་རང་སི་ཁྲོན་གྱི་སེར་སྐྱ་རེད་དེ་ཁོས་ལས་འགན་ཆེ་ཤོས་དེ་སེར་སྐྱར་གྱི་མི་སྣ་རྒྱ་ནག་བརྒྱུད་ནས་བོད་ལ་བཏང་ཡ་དེ་ཡིན་ཟེར་ནས་ཁོ་རང་རང་གི་ཨི་ཡི་གེ་ནང་ལ་གསལ་གྱི་ཡོད་རེད་ཁོ་རང་རང་གི་བྲིས་ཡོད་རེད། དེ་ཙང་ཨ་དེ་ཚོ་ཚང་མ་དེ་ཕ་རྒྱབ་ལས་ཤོར་ནས་ད་དེང་སང་བོད་དཀའ་ལས་འབྲི་ཤེས་གསར་པ་ཅིག། ཨོ་དེ་ཡང་དབྱིན་ཇི་མ་ཡིན་པར་དབྱིན་ཇི་རེད་ཟེར་ཡ་དང་ཚན་རིག་གི་ས་གཞི་བརྟག་དཀའི་བྱེད་ངན་དེ་གི་བོད་ལ་བཙན་འཛུལ་བ་དབྱིན་ཇི་བཙན་འཛུལ་བ་རེད་ཟེར་ཡ་ལགས་སོ། ཨོ་དེ་འདྲའི་སྐད་ད་གང་གཞོང་མང་གཞོང་དེ་འདྲའི་བཤད་བསྡད་གི་ཡོད་རེད། ད་ལྟ Australia གི་ཚོགས་ཁྱོང་དེ་བོད་ལ་བཏང་ཡ་དེ་མཆན་གོང་མ་གི་བརྗོད་ནས་བརྗོད་ནས་ཟེར་ན་མི་འདུག་ད་དཀར་ཁྲོ་ཡོད་པའི་ཐོག་ནས་རྒྱ་ནག་ནང་སླེབས་ཡོད་རེད་བ། དེ་ནས་ཟི་ཁྲོན་ཤེས་ཆེར་བརྗོད་ནས་བོད་ལ་བཏང་ཡང་དེ་ཟི་ཁྲོན་ཤེས་ཆེར་ཁོ་རང་རང་གི་འགན་འདྲ་བ་བརྩད་ནས་དེ་ཐབས་ཤེས་ཚན་དང་དེ་གང་ལྟར་དོན་དག་འདི་མ་འགྲོ་བ་རེད་ཞེས་དེ་གར་མཚོན་དགོས་རེད་ཟེར་ན་བོད་ལ་ཁོ་ཚོ་གིས་དེ་དབང་ཆ་གང་ཡང་ཤོད་ཐུབ་གི་མེད་པ་དེ། ཅེས་མཚོན་གྱི་ཡོད་རེད། དེ་དང་འབྲེལ་བ་ཡོད་མཁན་འདྲ་བོ་གཅིག་ག་ལ་ཡིན་ཟེར་ན། ཡང་སྟོང་པོ་ཏྲེ་ཁོ་རང་གི་འོག་གི་སྟག་བློན་ཆེན་འདྲ་བོ་གཅིག་ཡིན་ས་རེད་དེ། གོ་བོད་འཁྲུག་རྐྱེན་གྱི་བར་མདམས་བཅད་ཡག་གི་ཆེད་དུ་ནི་ཡང་བོད་ལ་འགྲོ་ཡག་གི་རྩིས་རྒྱ་མི་བཏང་བ་རེད། ད་མན་ཉིད་རྒྱ་རིགས་འདྲ་ཤོར་བ་ཡིན་ན་དེ་བ་ནི་མགོ་བདེ་ཡ་དེ་ཚོའི་བར་མདམས་འདྲ་བོ་བཅད་ནས་ཁད་ཀྱི་རག་ཡ་ཡོད་རེད་བ།

སྒོ་ཁ་གི་ཁྲོམ་ར་ནི་ད་སྒོ་ཁ་གི་ཚོང་པ་དེ་འདྲ་ལྷ་སར་ཡོད་ཟེར་བ། སྐྱབས་ལགས་ཀ་རེད་ནས་ཀྱི་བོད་པ་གཅིག་གི་རྐུ་མ་རྒྱབ་སུ་བླག་ཡོང་ན་གཅིག་གི་ཕ་གཅིག་ཚུལ་གཅིག་འཁྲུག་པ་ཤོར་དེ་ནི་བོད་པ་དེ་ཚོས་སྒོ་ཁ་གི་ཚོང་ཁང་མང་པོ་གཏོར་བཅོམ་འདྲ་བྱེད་མེད་འགྲོ། ད་གང་ལྟར་སྒོ་ཁ་ཀའི་ཚོང་པ་དེ་ཚོས་ཁོ་ཚོ་གི་རྒྱུ་ནོར་མང་པོ་ཧེ་ཝེ་ཅི་བོད་པ་གི་འཕྲོག་སོང་སྐྱོམ་སོང་བརླག་སོང་ལབ་ནས་ཟིང་ཆ་ཐིག་གི་ནང་ལོག་ཁམ་ཆུ་བསྐྱབས་ནས་འོ་དེ་ཡག་པོ་ཅིག་བྱེད་མ་ཡོང་བ་ཡིན་ན་སྒོ་ཁ་ཁོ་རང་གི་དམག་བསྐྱབས་ཡིན་ཟེར་ནས་སྒོ་ཁ་རྒྱ་བོད་ཀྱི་རྒྱབ་རྩ་བྱས་ནས་འོ་དེ་རྙོག་དྲ་ཅིག་བྱུང་འདུག་བ། ཡང་དེ་ལས། ལག་པ་འཆང་ནས་ཅིག་བྱེད་ཡག་གི་ཐབས་ཤེས་ཚད་ཡིན་པའི་བཟོ་ནས་ཅིག་བཤད་གི་འདུག་འོ་ན་གང་ལྟར་ཁོ་རང་གིས། བློན་པོ་ཁྱེད་ཀྱིས་བོད་ཡག་བཏང་དོན་ཡང། ས་མཚམས་ལས་བསླེབས་དུས་འགྲོ་མ་བཅུག་དཀའ་གི་འདུག་ཟེར། འོ་དེ་ནི་འགའ་འདྲ་བ་ཅིག་རེད་ཤག་དེ་ནས་ཁོ་རང་གིས་སི་ཏང་གི་སྤྱི་ཁྱབ་ཏུན་པོར་བྲིས་ཟེར་དེ་ལས་ཆེ་བསྟོད་འདྲ་བ་འགའ་རོགས་འདུག་དེ་རྒྱ་ནག་གི་ནང་ལོགས་ལས་འཕེལ་ཤུགས་རྐྱེན་ཆེན་པོ་མི་ཡག་པོ་ཡིན་པ། དེ་སྤྱོད་གཙང་ཡིན་པ། ཁོས་བཤད་པའི་སྐད་ཆ་དེ་ཚོ་ཡང་དངོས་གནས་དྲང་པོ་ཡིན་ཡིན་པ་དང་བཅས་དེ་ནི་ཡིད་ཆེས་འཕེལ་བ་ཡིན་པའི་སྐོར་འདྲ། ད་དེ་གི་ཆེད་དུ་རེད་བྱས་ནས་མི་ཁོ་རང་ཞི་བུ་ཀུ། དྲང་པོ་ཡིན་པ་སྤྱོད་གཙང་ཡིན་པ་ཁོ་རང། ལོ་སྟོང་ན་དེ་ལས་ཤི་ཆེབ་ཅིག་བདེ་བ་རེད་དེ་ཧ་ཅང་གི་ནང་དེ་ཚོ་སྐྱོ་བོ་ཡིན་པ། ཁོ་རང་གི་ནང་མི་དེ་ཚོ་གཞུང་ལ་མ་སྤོ་བའི་སྐབས་སུ་མི་གཞན་དག་གི་རོགས་པ་མ་བྱས་ན་ཅིག་དེ་འདྲས་ཀྱི་རྒྱུ་ནོར་གང་ཡང་སྟོན་ཡ་མེད་བ། དེ་འདྲས་ཀྱི་ད་གཞུང་དོན་ཁོ་རང་གི་ཐོག་ལ་ལྷག་བསམ་རྣམ་དག་བྱས་བསྡད་མཁན་དེ་འདྲས་ཅིག་རེད་ཟེར་གི་འདུག་བ། དེ་ནས་ད་ལྟ་སི་ཁྲོན་ལ་བྱ་གཞག་གི་མཚལ་སྐད་སྒྲ་ཅན་པ་བྱས་ཡོད་རེད། ཀོང་པོ། ཀོང་པོ་སྐྱེལ་མཁན་ཡིན་ནི་ཁྱེད་ཟེར་གི་འདུག་ད་དབྱིན་ཇི་སྐྱེལ། ཨོ་དེ་ཡང་ཁོག་གི་མིང་དང་འབྲེལ་ནས་བྱས། ཨ་ཁ་ལགས་སྐད་གྲགས་ཆེན་པོ་དེ། ད་ཁོག་ནས་འབྲེལ་བ་འདྲ་ཅན་མཐུད་ནི་ཅིག་ཤེས་ཡ་དང་ད་སི་ཁྲོན་གི་རྒྱུད་ལས་ཟམ་པ་དང་བཅས་འཛུགས་སྐྲུན་ལ་དེ་འདྲ་མང་པོ་ཅིག་ཁོག་གི་མིང་དང་འབྲེལ་བ་ཡོད་བསྡད་བ། ཨ་མི་མང་གིས་ད་ད་དུང་ཡིན་ནི་ཁོག་ལ་གུས་ཚུལ་ཅིག་ཡོད་རེད་ཟེར་ནས

ནི་རྦད་དེ་གནམ་ས་བླ་འོག་ཟེར་གྱི་རོ་རྦད་དེ། ད་གབ་ཤ་གོ་ལོག་ཟེར་གི་རོ་གར་ཟེར་གི་རོ། ཨོ་དེ་འདྲ་ཡིན་པའི་སྐོར་དེ་ད་རྩར་དུ་བཏོན་ནས་མ་བཤད་ཀྱི་འདུག། ཧོ་ད་དེ་འདྲའི་འདྲ་བོ་ཅི་མེད་འགྲོ་བསམ་གྱི་འདུག། ཕྱི་དང་ད་ཁོང་གིས་མང་པོ་ཞུ་གཅིག། ཤོག་ལྡེབ། གཅིག་སྟོང་ཉིས་བརྒྱ་སུམ་བརྒྱ་ཅིག་ཡོད་མི་དེ་ཚང་མ་དེ་ཤེས་ཐུབ་ཡ་དང། གློག་ལས། ནད་ཡས་སུ་གས་མི་འདུག། ད་ལྟའི་ནང་ལོག་ནས་སོ་སོའི་གང། དྲན་པ་དང་སོ་སོའི་གང། ཧ་གོ་བ་སེ་ན་མི་འདུག་ཤེས་བསམ་པ་སེ་ན་མི་འདུག་དེ། གང་ལ་གང་འཚམས་ཀྱི་ཞུ་ཡིག་ཁུ་ཡིན། ད་དེ་ནས་ཁོང་གིས་དེ་ཚོ་བཤད་པའི་སྐབས་སུ། བཤད་ལུགས་བཤད་སྟངས་དེ་རྩ་བའི། དེ་བཤད་ཐབས་ཡན་ལག་ལྔ་ཡི་སྒོ་ནས་དང་དེ་འདྲའི་མི་ཆེ་ཆུང་རྣམས་ཁ་ཤས་ཀྱི་སྔུན་ནས་ཞུ་བ་ཡིན་དེ་གི་ནང་ལོག་ནས་དང་ཐ་ལང་འདྲ་བ་གཅིག་དེང་རབས་ཀྱི་སྨན་ཁང་ནང་ལོག་ལས་ཐ་ལང་གྱི་བེད་སྤྱོད་བཏང་གི་ཡོད་རེད། ནོ་དེ་བེད་སྤྱོད་བཏང་གི་འདུག་དེ་དཔེ་རྙིང་རྒན་པོ་འདུག་ཁུངས་སྐྱེལ་བྱེད་སྟངས་ཀྱི་རིམ་པ་གཅིག་ཡོད་རུང། ལྷག་པར་དུ་བོད་དེ་རྒྱ་ནག་གི་ཆ་ཤས་ཡིན་མིན་དང་བོད་ཀྱི་བདག་དབང་དེ་རྒྱ་ནག་ལ་ཡོད་མེད་དེ་ཚོ་དེ་འདྲ་ཤེས་རྒྱ་ཡོང་དུས། དེང་སང་སྨན་ཁང་ནང་གི་འགྲོ་སྟངས་དེ་གི་ཐར་ལམ་དེ། རན་པོ་ཞོད་ཅིག་དང་ལན་པོ་ཞོད་ཅིག་ངག་ནས་རྣ་བ་ཞོད་ཅིག་འགྲོ་སྲིད། དང་པོ་ང་ཚོ་དཔེ་དེ་སྔོན་ལ་ཤེས་དགོས་ཡོད་པ་ཡིན་ཙང་སྨན་ཁང་ནང་ལོག་དགོས་གལ་ཆེ་གི་རེད་ཟེར་ན། ཁྱོད་རང་ན་ཟོག་འདྲ་བ་ཅིག་ཡོད་ན་ཟོག་འདྲ་ཅིག་བཀྱག་དགོས་ཡོད་ན་སྨན་ཁང་ནང་འགྲོ་དགོས་ཡོད། ཨ་མས་ཅོ་དྲིས་ཀྱང་ཡོད་རོགས་གཅིག་ནས་ཅོ་བར་དུ་ཁྱོད་རང་ན་ཟོག་ག་ཚད་ཚད་འདུག་ཟེར་ན། དྲིས་ཡོང་དུས་ད་སོ་སོ་ཨ་མས་ལ་འཛུགས་བཙོག་དགོས་རོགས། ཨང་ཀི་དང་པོ་དེ་ནི་ནོར་མེད་རེད་སྐལ་ཡོད་མ་རེད། ཨ་ནི་གཉིས་པ་གསུམ་པ་ནི་ན་ཟུག་ཆེ་རུ་ཆེ་རུ་འགྲོ་གི་ཡོད་རེད་ད་ཆེ་ཤོས་དེ་བཅུ་བ་དེ་རེད། ཨ་ན་ཟུག་མེད་པ་ནོར་མེད་ནི་ལྟའི་ཚིག་ཡོད་པ་ཨ་ནི་འགྲེང་ཚིག་ཡོད་པ་འགྲེང་སྟོད་ཨ་ནི་ན་ཟུག་ཆེན་པོ་ཨ་ནི་ཞི་དྲག་ཆེན་པོ་ཨོ་ཡ་དེ་ནི་ཨར་བསྟན་གི་མི་འདུག་སེ་ཆོས་རོ་ཨོ་དེ་གི་ཨང་གྲངས་ལ་དགོངས་ནས་འཛུགས་བཙུགས་བཅུག་གི་འདུག་ཨ།

སྨན་པ་དང་རྒད་པོ་ཤོག་ནས་མི་ཁ་ཤས་ལ་ཁབ་རྒྱག་པ་རེད། འགོག་ཁབ་དེ་འདྲས་ལྟས་ཚག་རེད། སྐད་ཆ་དྲི་དུས་ཁོ་རང་ལ་དེ་ཡག་མོད་ལ་དེ་ལས་ན་ཚ་ཆེ་ཙ་ཁྱོད་ནས་བྱུང་མ་མྱོང་ཟེར་མཁན་དེ་འདྲས་ཡོད་རེད་ཟེར་ངང་ལ་ཁོ་སྟེ་སྒྲོག་འདྲ་ཅིག་བཤད་པའི་སྐད་ཆ་རེད་དོན་དག་ལ་ཁོ་གནག་པོ་ཞོག་ཅིག་ལབ་ཤག་བསམ་ནས་ངས། དེ་ངས་ཁོ་ཚོའི་སྐད་ཆ་བཤད་སྟངས་ཀྱི་འགྲོས་འདྲ་བ་དེ་ངོ་སྤྲོད་ཞུ་མཁན་ཡིན་གང་ལྟར་དེ་འདྲའི་ཨང་གྲངས་ལ་དགོངས་ནས་ནི་ན་ཚ་ཆེ་ཆུང་བརྟག་ཁྱད་བཅུག་ཡོད། ད་ལྟ་སྐུ་ཞབས་ལེ་ཧེང་ཁྲང་གིས་བོད་རྒྱ་ནག་གི་ཆ་ཤས་ཡིན་ཟེར་གི་རྒྱ་ནག་གི་རྒྱུ་མཚན་རེ་རེ་བཤད་གི་ཡོད་རེད་བ། ད་འདི་རྒྱ་ནག་གཞུང་གིས་སྔོན་མ་དེ་འདྲའི་བཤད་ཀྱི་ཐུབ་མི་འདུག་ཟེར་གི་ཡོད་རེད་ད།

ཨང་གྲངས་བརྒྱད་དེ་ལས་ད་རིམ་པ་བརྒྱད་ཡོད་རེད། དང་པོ་དེ་ཡིན་པ་ཡིན་ན་ཨང་ཀི་དང་པོ་དེ་ཡིན་ན་འདི་རེད་འདི་རེད་འདི་རེད་འདི་རེད་རེད། གོང་མའི་བཀའ་ཇི་ལྟ་བ་ཡིན་ན་འགྲོ་དགོས་ཡ་དང་ཅི་རེད་བྱེད་དགོས་ཡ་དང་གཉིས་གཉིས་བྱེད་དགོས་ཡ་དང། ད་རྒྱ་ནག་ནང་ལོག་གི་རྒྱ་ཞེན་རྒྱལ་སྐྱོབ་བྱེད་མཁན་རྒྱ་ནག་གོང་མ་བཀའ་ག་འདྲི་བཏང་བ་ན་ཅི་བྱེད་དགོས་བྱེད་རོགས་དེ་ཚོ་ཚང་མ་དེ་རིམ་པ་དང་པོ་བཞག་དེ་ཡིན་ན་ད་རྒྱ་ནག་གི་ཆ་ཤས་ཡིན་པ་དེ། རྩོལ་མེད་དང་བསྙོན་མེད་འདྲ་བོ་རེད། ད་དེ་ནི་རིམ་པ་གཉིས་པ། འོ་འདི་འདྲའི་འདྲ་བ་བཅས་ཡིན་པ་ཡིན་ན། ད་ཕན་ཚུན་ལྟོས་གྲུབ་བདག་གཅིག་དེ་འདྲའི་ཡོད་རེད་བ་མ་གཏོགས་རྦད་དེ་ཆ་ཤས་ཟིན་ནི་ཆགས་ཀྱི་མ་རེད། དཔེར་ན་ད་ལྟ་ཨ་རིག་གིས་ཨི་ཟི་རལ་ལ་ཞི་བའི་རོགས་པ་བྱེད། ཨ་ནི་མཚམས་མཚམས་ལ་ཨ་རིག་གིས་ཨི་ཟི་རལ་ལ་སྐད་ཆ་བཤད་ན་ཉན་དགོས་ཡ་ཁོ་ཚོ་གི་ཚུར་བསྟོད་དགོས་ཡ། ཚང་ཚང་ཡང་བསྟོད་རོགས་མ་ཉན་རོགས་མ་བྱེད་དེ་ནས་འདུག་ཨ། ད་ལྟའི་ཡང་འཛམ་བུ་ལ་རྒྱ་སྐད་མང་པོ་གཅིག་གི་གཅིག་བསྟན་ནི་དགོས་གཅིག་གི་གཅིག་བསྟོད་ནི་དགོས་ཡ། དེ་འདྲ་མང་པོ་ཡོད་རེད་བ། ཡིན་ན་ཡང་གཅིག་གི་གཅིག་ཆ་ཤས་ཟེར་ནི་རྦད་དེ་དེ་འདྲས་མ་ཡིན་པ། འོ་དེ་འདྲས་དེ་བ་དེ་རིམ་པ་གཉིས་པ་རེད་ནི་སྤྱི་ཆིངས་རིམ་པ་གསུམ་པ་རེད་རིམ་པ་བཞི་བ་རེད་རིམ་པ་ལྔ་བ། ད་རིམ་པ་གསུམ་པ་ནས་བཞི་བ་ནི་མ་གླེང་འོང་དུས་ནི་ད་འབྲེལ་བ་ཡོད་ཚ་ཡོད་ཚ་འདྲ་བ་དེ་འདྲས་ཅི་ནི་མ་འགྲོ་གི་འདུག་བ། ད་རིམ་པ་བརྒྱད་པ་དེ་ག་རེད་ཟེར་ན། ད་ཕན་ཚུན་འབྲེལ་བ་ཡོད་ཙམ་རེད་བ་ཅིག་ད་ངས་རྡོག་རྡོག་ཤོད་དགོས་རེད་ཁོ་ནང་སའི་ལས་དེ་འདྲ་ཤེས་མང་པོ་འདུག་དཔེར་ན། རྒྱ་བོད་གཉིས་འབྲེལ་བ་ཡོད་རེད་བ་རྒྱ་མི་གིས་ཨམ་པའི་བོད་ལ་ཡར་ཡོང་གི་ཡོད་རེད། མ་ཧར་འགྲོ་གི་ཡོད་རེད་ཁ་སང་ཤི་བ་ནང་གི་ཆོ་ལོ་དེ་འདྲ་སྤྲད་གི་ཡོད་རེད། དེ་ནས་མ་ཧར་ཡར་མར་རྔན་པ་སྤྲད་རེས་བྱེད་གི་ཡོད་རེད་ད་མཆོད་ཡོན་གྱི་འབྲེལ་བ་ཡིན་ཟེར་ཆོག་རེད་བ།

ཁྱེད་རྣམས་པ་ལས་བྲོ་བ་འདྲ་ཡོང་གི་ཡོད་མེད་གང་ཤེས་མ་གཏོགས་ད་ལྟའི་ཞིབ་ཕྲ་མ་བལྟས་ཡིན་ན་དེ་ལས་ཡང་བྲོ་བ་ཞོ་གྱི་འདུག་ཨི་ད་ག་ནང་གི་ཡང་རེ་ཀ་བ་ད་ཁ་བ་ང་བ་ཅག་བ་ཟེར་ནས་མར་བསྒྲིག་གི་འདུག་བ། ཨ་ནི་རེ་ཀ་བ་དེ་ལ་འདི་འདྲས་ཅིག་ཡིན་དགོས་རེད། ནི་འཛམ་བུ་གླིང་ལ་རེ་ཀ་བ་འདི་འདྲ་འདི་འདྲ་འདི་འདྲ་ཡོད་རེད་འདི་འདྲ་འདི་འདྲ་ཡོད་རེད་ནི་ཁ་བ་འདི་འདྲ་ནི་ག་བ་ཅི་བ་ཡང་རྒྱ་གར་གཞན་དང་མི་རིགས་གཞན་ལ་དཔེ་མཚོན་ཕར་སྦྱར་ཨ་བོད་དང་རྒྱ་ནག་གཉིས་གཙུག་ཁུལ་ནི་འོ་འདི་ཁོ་གཉིས་རེད་འདི་མ་གཏོགས་བླུག་མི་འདུག་ཟེར་ཨ་འདི་མ་གཏོགས་ཆག་མེད་ཨ་ཡིན་ན་ནི་བོད་རྒྱ་ནག་གི་ཆག་ཤེས་ཟེར་ཡོད་ཀི་སྐད་ཆ་འདི་ཁོ་རང་ཤར་ཕྱོགས་སྐོར་འགྲོ་བའི་སྐོར་ཡོད་མ་རེད། དེ་ལས་ཡར་རྒས་ཏེ། རྒྱ་ནག་དང་ཉི་ཧོང་གཉིས་དཔའ་རོགས་ཀྱི་རིམ་པ་དུ་བསྐྱེལ་བ་ཡིན་ནའང་བོད་ཀྱི་སྔོན་ཡག་ལེགས་རེད་ཟེར། ཉི་ཧོང་དང་རྒྱ་ནག་བར་གྱི་འབྲེལ་བ་ཅིག་ཡོད་རེད་པ། འོ་དེ་བགྲངས་ནས་ཉི་ཧོང་དེ་རྒྱ་ནག་གི་ཆགས་ཤིང་ཡིན་ཟེར་བ་འདྲའོ། ཡང་ན་ཉི་ཧོང་གིས་རྒྱ་ནག་དེ་ཉི་ཧོང་ཁོ་རང་ཚོ་ཆགས་ཤིང་ཡིན་ཟེར་ལབ་བ་ཡིན་ན། རིམ་པ་ལྔ་བ་དཀྲུགས་པ་ལ་ཡར་འགྲོ་གི་རེད་ཟེར། བོད་རྒྱ་ནག་གི་ཆ་ཤས་ཡིན་ཟེར་བ་དེ་གླེ་བ་ཡིན་ན་ཨ་ནི་རིམ་པ་བརྒྱད་པ་ཡང་གླེ་གི་མ་རེད། ད་ཁོ་རང་གི་རིམ་པ་བརྒྱད་པ་དེ་མཐའ་མ་བཞག་འདུག་ཨ། ད་དེ་གི་རྗེས་ལ་རིམ་པ་གཅིག་བཞག་དགོས་པ་ཡིན་ན་ཨ་ནི་འབྲེལ་བ་གང་ཡང་མེད་པ་དགོས་བ་དེ་བྱེད། ཨ་ནི་དེ་གི་རྗེས་ལ་ཅོ་བ་གཅིག་བཞག་དགོས་བ་ཡིན་ན་ཨ་ནི་ཁྱོད་ནི་ངོ་ཁོ་རུ་མི་ཤེས་རྒྱ་ཁབ་གཅིག་གི་ཆེད་དུ་དེ་འདྲའི་ཆེད་རིམ་པ་ཅོ་བ་བཞག་ན་འགྲིག་ས་རེད་བསམ་བསམ་གྱི་འདུག། དེ་བྱས་ཏེ་ད་བོད་དང་རྒྱ་གཉིས་ངོ་ཤེས་གི་ཡོད་རེད་འབྲེལ་བ་ཡོང་གི་ཡོད་རེད། དེ་བྱས་ཏེ་གོར་མ་རྒྱས་པ་ལ་ཡར་སླེབས། ངོ་དེ་འདྲའི་འདྲ་བོ་གི་ད་ཀོ་ཐང་ལམ་བཅད་འདུག་བ། དེ་ནས་ཀ་སང་ངས་ཨ་ཁེ་ཨ་ཁེའུ་བསད་དེ་ཅེས་ཞུ་བ་ཡིན། ཧོ་དེས་གོ་དོན་དེ་ཡང། དང་པོ་ངའི་ཡག་པོ་བྱེད་མགོ་མང་ཚོས་བྱས་ནས་ཁོ་ཚོ་རྒྱུན་ཁའི་སངས་རྒྱས་ཀྱི་ཁོ་རང་རང་ལ་ནས་བཀའ་འདྲི་ཞུས་ནས་དེ་གི་རྒྱབ་ལྗོངས་དུ་བསྐྱེལ་མ་ཤེས་པ་ཡིན་ན་དེ་གོ་བ་ད་ལྟ་གྱི་ར་ས་མ་རེད་ཟེར་ནས་བཀའ་འདྲི་ཞུས་དེ་འབའ་ད་ལྟའི་གི་ལོ་རྒྱུས་རྒྱབ་ལྗོངས་ཁོ་རང་སྒྲོང་རྩོམ་པའི་ནང་ལོག་གི་མི་སྣ་ཅིག་ཡིན་པ་མི་སྣ་དེ་ག་རེ་གི་ཆེད་དུ་གོ་བ་ག་འདྲས་ཀྱི་བཏོན་ཡང་གི་ཆེད་དུ་སྒྲོང་གི་ནང་ལོག་ལ་བཞེངས་སྐྲུན་བྱས་ཡོད་པ། མི་སྣ་དེ་འདྲའི་གྱིས་བཟོས་ཡོད་བ། སྒྲུང་དེ་འདྲའི་གྱིས་བརྩམས་ཡོད་བ་དེ་བྱེད་དུས། ད་ལྟ་འདི་ཆ་ལ་གོ་རྒྱུ་གཙོ་བོ་འདྲ་བ་དེ་ཁ་སང་ངས་སྤྱི་བཏང་སྦས་ཟིག་ཤོས་ཡིན་པ། ཨ་ཁེ་ཡ་རེད་ཟེར་ཡ་ད་ཨ་ཁེ་ཡ་འཁྲབ་གི་འདུག་ཟེར་ཡ་ད། ཀོ་ཨ་ཁེ་ཡ་ད་གཅིག་པ་རེད་ཟེར་ཡ་ད་ཨ་ཁེ་ཡ་མ་བརྗེད་ཟེར་ཡ་དེ་ད་ཨ་ཁེ་ཡ་ཨ་ཁེ་ཡུ་ཟེར་ཡ་དེ་བེད་སྤྱོད་བཏང་འདུག་ཡ་དེ་ག་རེད་ཟེར་ན། སོ་སོ་གི་ནོར་འཁྲུལ་གྱིས་བྱེད་ཀྱི་ཡོད་བ་ཡིན་ན་ཡང། དེས་ཧ་གོ་གི་གོ་གི་ལས། དེ་བདེན་པ་ཡིན་ཟེར་ནས་བདེན་པ་ཡིན་པའི་གེ། ནོར་མེད་པའི་གེ་དག་གོ་རྒྱུ་མཚན་རྟགས་སྣང་གིས་སོ་སོ་ཡང་བཟོས་ནས། ད་བཀའ་བརྒྱད་ཀྱི་རྫུན་མ་བཤད་དེ་དག་གོ་དེ་འདྲའི་སྐྱེ་དགུ་ཁེགས་རོགས།

ཨོ་དོསས་ཀྱེ་ནི་ད་འཚོ་བ་མི་ཚེ་སྐྱིད་ལྡན་གི་ཟེར་ན་རེད། ཨེ་ཡ་ཆེ་ས་ནས་ད་རྒྱ་གར་གི་ཆབ་སྲིད་ནས་རྒྱ་ཆུ་བོ་ར་མ་ཆུང་ས་ནས་མི་སྒེར་བ་གཅིག་གི་ཉིན་རེའི་འཚོ་བ་ནི་ག་ས་ག་རྒྱ་ཆུ་བས་ཅི་རེད་ཤག། གང་ལྟར་དཀའ་ངལ་འདྲ་བོ་དེ་འདྲ་ཡོད་ན་དེ་ལ་རྦད་དེ་གདོང་ལེན་མཐའ་གཅིག་ཏུ་བྱེད་མ་ཐག་པ་ཅི་ཨེ་ནས་ཀྱི་སྐྱག་མགོ་ས་དོམ་ཟེར་ཡ་ཅི་རོ།

འགྲོ་བདེ་མཁན་གཅིག་ཡོད་རོགས། ང་ཚོ་གླིང་སྒྲོང་ནང་ལོགས་ལ་གཅིག་ཡོད། འགའ་རེ་རྐྱང་རྐྱང་ཚར་ལོས་རེད་འགའ་རེ་རང་སེམས་གསོ་ལོས་རེད། ཤི་ཐང་གི་གྲོགས་ལུས་རྗེས་སུ་ཟེར་དེ་མི་སྣང་བ་སྐྱིད་དུས་དགའ་དུས། དཀའ་བ་བཟང་དུས་གཅིག་ཡོད་རོགས། ཡིན་ན་ཡང་མི་ཁ་ཤས་སེམས་པ་སྐྱོ་བའི་སྐབས་སུ་སོ་སོ་སེམས་པ་གསོ་ཡ་ཆེད་དུ་ནི་གླུ་ལེན་ལེན་ཟེར་གཅིག་ཡོད།

གནས་ཚང་མས་ཞིབ་དཔྱོད་ཀྱི་ཐོག་ནས Trend དང་ལམ་དང་ལུགས་སྲོལ་གྱི་ཐོག་ནས་བོད་དེ་རྩིས་མེད་པ་དེ་ལས་གཞན་པའི་ཀོ་རེ་ཡ་དང་འབར་མ་དང་དེ་ཚོ་དེ་རྒྱ་ནག་གི་ཁོངས་གཏོགས་ལ་བརྩི་གི་ཡོད་པ་ད་ཡུན་ནན་དང་ཡུན་ནན་ཟེར་ན་མི་འདུག་ཝེར་ནམ་གྱི་ས་ཁོངས་མང་པོ་སྐབས་དེ་དུས་ཁོངས་གཏོགས་ལ་བརྩིས་ཡོད་པ། དེ་འདྲའི་གྱི་གཞན་དང་གཞན་མཚུངས་བསྡུར་བྱེད་རིམ་པ་དེ་ཚོའི་ནང་ལོགས་ལ་དཔེར་ན་དེང་སང་ཨབ་གྷན་སི་ཐང་དང།

ད་བོད་དང་རྒྱ་ནག་གི་རིམ་པ་དེ་རྩི་ཡ་ཡིན་ན་རྒྱལ་བ་དེ་སླད་མ་ལ་བྱེད་གི་ཡོད་རེད་ཟེར་གི། འོ་དོ་སི་མ་ཚོགས་འདུ་འདི་བྱེད་ནི་ཨ་ནི་བཤད་གི་འདུག། ཧོ་ད་དེ་འདྲའི་འདྲ་བ་བྱེད་ཡིན་ད་ངས་དེབ་དེ་དང་འབྲེལ་བའི་སྐོར་གི་ད་སྐད་ཆ་དེ་ཡོངས་སུ་གྲོལ་བ་ཡིན། ད་ཁ་ནོར་ཚིག་ནོར་འདྲ་བོ་དོན་དག་ནོར་བདེ་བོ་བ་ཞི་བ་འདྲ་བོ་ཡོད་པ་ཡིན་ན། ཨེ་ས་ཤེས་འདྲ་བྱེད་ན་མ་གཏོགས་ཁེ་ད་དེ་རིང་ནས་བཟུང་སྟེ་ངེས་འདི་མགྱོགས་གྲོལ་བ་བྱེད་ཀྱི་བྱས་བཞག་བ་ཡིན་དེ་ཚང་མ་ལ་བཀྲ་ཤིས་བདེ་ལེགས།